མང་བ་ན་ཁོ་རང་ཡང་འཚར་ལོངས་བྱུང་དུས་ཡང་དག་ཅིག་ཆ་རྐྱེན་ཅིག་འཛོམས་སོང་དུས་ལྟ་བུ་ཡིན་པ་ན་ཟིག་ཡོང་ན་སློབ་གྲྭ་འདི་མི་འཛུགས་རྒྱུ་དང་དྭགས་ཕྲུག་དང་འདི་མི་དབུལ་ཕོངས་འདི་རྣམས་ལ་ཕན་ཐོགས་ཆེ་བ་ཟིག་བྱེད་ཐུབ་ན་བསམ་རྒྱུ་གཙོ་བོ་སེམས་ས་དུ་མ་འཁྱོངས་ནས་ད་སློབ་གྲྭ་འདི་མི་ཟིག་བཙུགས་རྒྱུ་མགོ་བརྩམས་ནི་རེད། ད་ཐོག་མར་ཁོང་རྣམ་པ་གཉིས་འདྲ་མཚོན་ན་ད་དྭགས་ལོངས་སོང་བར་དུ་ཁོ་རང་འཇར་མན། German། རྒྱབ་ཁ་ན་ད་སྨན་གྱི་ཕྱག་ལས་ལོན་ནས་དུ་ད་བཞུགས་ཡོང་ནི་རེད་ད་གཏན་བཞུགས་བྱས་ཡོང་ནི་རེད། ད་ཡིད་ཤེས་མགོན་པོ་འདྲ་ཙམ་མཚོན་ན་ད་ད་ལྟའི་སུད་སི་ལས་རྒྱ་ཁུམ་ནས་ཡོང་ནི་རེད། ད་ཁོང་རྣམ་པ་གཉིས་ཀྱི་སྟབས་གྲགས་ཐེབས་རྩ་ཚོགས་པ་ཟིག་གིས་འཇར་མན་ནི་དུམ་བུ་བརྩིགས་འོག་ཐོག་མར་དུམ་བུ་བརྩིགས་དེ་ནས་རྗེས་མ་ད་ཚོགས་པ་དུམ་བུ་བརྩིགས་ཐུབ་ནས་ད་སློབ་གྲྭ་འཛུགས་རྒྱུ་མགོ་བརྩམས་པ་རེད། ད་སློབ་གྲྭ་འདི་ཟིག་མཚོན་ན། མགོ་ལོག་གི་སློབ་གྲྭ་འདི་མ་འཛུགས་གོང་གི་ད་དཀར་མཛེས་རྟ་དབུས་རྫོང་ཟེར་ས་ན་སློབ་གྲྭ་ཟིག་འདི་མི་ཡོད་རེད། སློབ་གྲྭ་དུ་བརྩིགས་ནས་ད་ཕར་ཕྱིར་ལོ་བཅུ་གསུམ་ལོན་འོག་ད་སློབ་གྲྭ་དེ་ན་སློབ་མ་མི་ཉུང་བ་ཟིག་སྐྱོང་དགོས་ད་ལྟ་ད་ལྟ་སྐྱོང་དང་སྐྱོང་བཞིན་པ་རེད་ད་སློབ་གྲྭ་གི་ཆ་རྐྱེན་བྱེད་ཀྱི་མེད་གི་ཕྱོགས་གང་ནས་ད་ལྟ་བྱང་ཙམ་འགྲིག་གི་འདུག་ནི་བྱང་མི་ད་སློབ་གྲྭ་འདི་མི་བཟི་རེད་ད་མགོ་ལོག་ནས་སློབ་གྲྭ་འདི་ཁྱིམ་བཟི་འཛུག་དགོ་འདི་བརྩིག་ནི་རེད་བརྩིག་ན་ད་ཉིས་སྟོང་གི་ལོ་ཡ་ཉིས་སྟོང་ལོ་ཡ་རེད་ད་ཉིས་སྟོང་ལོ་ཡ་འདི་ད་ལྟ་འདི་རྟའུ་ལོང་ཟོག་པ་དང་གི་བཟའ་ཟླ་ཆུ་གཉིས་ལྷག་མོ་ད་ཁོང་གི་བཟའ་ཟླ་མྱང་ཆུ་གཉིས་ལྷག་མོ་བཟི་ནི་ད།

ད་ཁོང་ནང་ཁོང་ཉལ་འདྲ་ཟིག་མཚོན་ན། དུས་བདེ་ངོ་ཐུག་ཡིན་ད་སྟོབས་ཁང་ཆགས་གི་ཅིག་སློབ་གྲྭ་བསྐོར་གི། ཁ་བརྡ་མང་བོ་ཟིག་བྱ། བྱས་ནས་དེ་དུས་ཕྱི་ལོ་རེད་ད་ཉིས་སྟོང་གཅིག་གི་ལོ་རེད་ཉིས་སྟོང་གཅིག་གི་ལོ་ཡ་ད་འདི། ཆོས་ཉིད་ལྷག་མོ་ཁོང། ལོ་ཟོག་སྔར་ད་ཁོང་ཡོང་མ་ཐུབ་ཟིག་ད། ཆོས་ཉིད་ལྷག་མོ་ཡོང་འདི་ད་ཡང་སྐམ་ཟེ་ཡ་ཡོང་དགི་འདི་ངོ་ཆགས་གི་མཚོར་སྔོན་གི། འདི་ཡི་ས་ཆ་ཅིག་མི་ཉུང་འདི་ཡི་མི་ཉུང་བ་ཟིག་སོང་ཟིག། རྟ་མང་ས་ཟིག་ལ་སོང་ནས་ད་རྟ་གཙོ་བོ། རྟ་ལྷོ་བྲག་བརྩིགས་ན་ཁྱི་མི་ཟིག་རིགས་ཀྱི་ཆ་རྐྱེན་ཨུ་ཡོད་མུ་ཡོད་ཅིག་ཡང་ན་ཅིག་ཕན་ཐོགས་ཨུ་ཡོད་མུ་ཡོད་རྟ་དུ་མ་ཟིག་རྟ་དེའི་གཞོགས་འདིའི་རྟ་མགོ་ལོག་ག་ས་མགོ་ལོག་གི་ས་འདྲ་ཟིག་མཚོན་ན། ས་ཆ་ཧ་ཅང་མཐོ་ས། དེ་ག་ཅིག། ཆ་རྐྱེན་ཅུང་གཞན་ས་དུ་དགུན་ཁ་ནི་གྲང་བར་དུ་མི་ཆེ་ས་ས་སྐྱ་དུ་མི་ཟི་རེད་དུ་གཅིག་དབུམ་ལྷོ་ནི་ཅིག་ཉོ་འདི་དམངས་ས་གི་ས་སྐྱ་དུ་མི་ཟི་རེད། དུ་གི་སློབ་གྲྭ་དེ་མགོ་ལོག་ག་སློབ་གྲྭ་ལྟ་གྲུབ་སློབ་གྲྭ་འདི་མི་ཟི་བརྩིགས་ན་ད་ཁོང་ཅག་གི་ཅིག་སྐབས་ལས་རྒྱབ་ནི་གི་ཅིག་ཕན་ཐོག་ཡོད་གི་ད་དགེ་མཚན་ཡོད་གི་ད་སྔོན་མའི་ཅིག་འདི་ལྟ་ཕྲུག་འདི་དུ་ཚ་དུ་ཆ་ག་ཡིན་ན་ཡང་ཕན་ཐོག་ཡོད་གི་ཟི་ནས་དུ་ད་ཁུར་གི་བཟའ་ཟླ་འདི་ལུང་བཟང་ཧོར་དུ་ནི་ཁ་པར་བཏང་ཡོད་ད། ད་ཡིན་ན་མིན་ན་མགོ་ལོག་ག་འདི་མི་ཟིག་བརྩིག་ཐབས་རྒྱལ་རེད་ད་ངོ་མས་ས་ཆ་འདི་མི་ཟིག་རེད་ཆ་རྐྱེན་འདི་མི་ཟིག་རེད་དྭ་ཕྲུག་འདི་མི་ཟིག་ཡོག་གི་བརྩིག་ནས་ད་ཕར་ཆེར་ཁུར་ནས་ཡིག་རྟིག་ཐོག་ཁ་བརྡབ་བྱས་ནས་ད་ཁ་པར་ནང་ནས་ད་ཕར་བཞག་ན་འདིའི་ཆུ་ཡིན་ལྷག་མ་ལ་ཁུར་ཁ་པར་ནང་ན་ངུ་ནས་ད་ད་མིག་ཆུ་འདོན་ཞོར་དུ་ཀི་འདི་བློ་བཟང་བྷར་ཏ་ནང་བཤགས་ཀི་ཟིག་དེ་ད་བློ་བཟང་བྷར་ཏ་འགི་ད་ད་སྔོན་མའི་ཁུར་གི་གཟར་དག་གིས་འདུག་བཟོད་པ་འདི་མི་ཟིན་ཆང་གིས་ད་སྔོན་མའི་ས་ཆ་འདི་མི་ཟིན་གཞན་བཏང་སྟེ་ད་ཁོང་གཉིས་ཀྱི་ཕན་ཐོགས་དེ་ས་ཆ་འདི་འདྲ་ཟིག་ག་ཕན་ཐོགས་ཡིད་ཐབས་ན་ཟིག་བསམ་མེད་ད་ད་སློབ་གྲྭ་འདི་འཇིག་འདིའི་མགོ་ལོག་གི་སློབ་གྲྭ་འདི་མི་བརྩིག་གྱི་ཟིག་གི་ད་སེམས་མ་ཐག་བཅད་བཞག་ཟིག་ཁོང་གཉིས་ཀྱིས་ད་རི་ཁུར་གི་རེ་བ་སྐོང་ཆེད་དུ་གུ་ཁས་བླངས་བཞག་ཟིག་ལོ་བཟང་བར་འདི་གི་དེ་གི་རྗེས་ནས་ད་ད་ལོ་གསུམ་བཞི་ཟིག་གི་ད་ཕར་ཆེར་ཉིས་སྟོང་གསུམ་ནས་ད་ཉིས་སྟོང་ལྔ་བར་དུ་མི་ཟིག་གི་བར་དུ་ད་ལོ་གསུམ་བཞི་ཟིག་གི་བར་དུ་ད་ཁུར་གཉིས་མགོ་ལོག་གི་ནི་མགོ་ཁྲིད་རྣམ་པ་དང་ཁུར་ཆེ་གི་ངོ་ཐུག་གི་ནི་མ་གཏོགས་ཡིན་ན་ཁ་པར་ནང་ནས་ཕ་འཛིན་ཁ་པར་རེ་བཏང་ཨ་དེ་གི་སློབ་གྲྭ་སྐོར་གི་ད་ཕམ་ཚུ་རེ་ཅུ་དྲུག་དར་ཡིད་དམ་ཤོང་གི་ད་སུ་དེ་རེ་དེ་གི་ཉིས་སྟོང་ཉིས་སྟོང་ལྔ་ལོ་གི་ཉིས་སྟོང་ལྔ་ལ་གི་ལོ་གི་ད་ང་མགོ་ལོག་ཡོང་ནས་ད་ལོང་ཟོག་པར་དེ་ང་ཁ་པར་བཏང་ནས་ཁྱོ་ཡིན་ཅི་མི་ཅི་སོང་མགོ་ལོག་ཅིག་སོང་ནས་ད་སློབ་གྲྭ་འཛིག་རྒྱུ་སྐོར་གི་ཅིག་གནས་ཚུལ་རྒྱུས་ལོང་ཟུ་ཅིག་ད་ཆི་མི་ཟི་རེད་དེ་གི་ང་ཡང་མགོ་ལོག་ཡོང་ནས་ད་དེ་གི་ཉིས་སྟོང་ལྔ་ལོ་ཟླ་ལྔ་པའི་ནང་ཐོན་འདིར་ང་ཚོས་ཐོན་ཚུལ་དེ་ག་སློབ་གྲྭ་གི་སྐོར་གི་ང་ཚོས་ག་འདིའི་ད་ལྟ་སློབ་གྲྭ་སྐོར་གི་འདིའི་མགོ་ལོག་གི་འབྲེལ་ཡོད་ཀྱི་ལས་ཁུངས་དང་དེར་འགོ་ཁྲིད་རྣམ་པ་ཁིར་ཚོ་ལགས་སོགས་ང་ཚོས་རྩ་ཡི་ད་ད་ཚང་མས་ཐུགས་འདྲིས་ཡིས་དེ་ང་ཚོས་སློབ་གྲྭ་གི་སྐོར་གི་འདིའི་གྲུར་བསྡུར་ཡིས་རྒྱུ་ཚོགས་ཚང་མ་བཤད་དུ་མི་ཡིས་ད་ཕར་ཆེར་ང་ཚོས་ག་ད་འདིའི་ཆེད་དུ།

སྲིད་གཞུང་འདྲ་བཟོ་མཚོན་ན་སྲིད་གཞུང་གི་ས་ཆ་དེ་དག་འབྲོག་པ་མང་ཚོགས་ཀྱི་ལག་ནས་ཟུར་ཉོ་དགོས། དེ་སྲིད་གཞུང་གི་ཟུར་ཉོ། ས་ཆ་དེ་དག་སྲིད་གཞུང་ཁང་གི་འགན་ཁུར་གཅིག་རེད་དེ་གར་གློག་འཐེན་རྒྱུ་ལ་སོགས་བ་དེ་ནི་ཆུ་འཐེན་རྒྱུ། དེ་ནས་སྒེར་སྒམ་སྤྱི་ཐམ་པ། གཞུང་གི་སྒེར་སྒམ་སྤྱི་ཐམ་པ་དེ་གཞུང་གི་འདི་དག་སྲིད་གཞུང་གི་འགན་ཁུར་མ་བྱེད། སྲིད་གཞུང་གི། རེད་གཞུང་འབྲེལ་གྱི་འགན། དེ་ལ་སོགས་བ་དག་འདི་སྲིད་གཞུང་གི་འགན་ཁུར་རྒྱུ་རེད་དེ་གཞན་པ་འགྲོ་སོང་ཚང་མ་ད་ཕར་ཕྱིན་རོགས་དང་འདི་དྭ་ཕྲུག་ཐེབས་རྩ་ཚོགས་པ་འགན་ཁུར་རྒྱུ་ད་དུས་ལག་སོང་ཆེད་གྲུར་བསྡུར་གི་ཡི་གེ་རེད་དེ་གི་སྟེང་གི་ཆིངས་ཡིག་ལ་སོགས་པ་བཞི་རེད་ད་སློབ་གྲྭ་བཙུགས་རྒྱུ་དངོས་སུ་ཐག་གཅོད་གནང་རྒྱུ་དེ་ནས་ཉིས་སྟོང་ལྔ་གི་ད་དཔེ་བཞིན་ན་སློབ་གྲྭ་འཛུགས་རྒྱུ་གི་ཐག་ཆོད་སོང་ནས་ད་སློབ་གྲྭ་འཛུགས་ས་གི་ད་ས་ཆ་དེ་ནང་གི་ད་འཛུགས་སྐྲུན་སྐོར་ན་ད་ཆ་འདི་ཁང་བ་ལ་སོགས་པ་གླས་ནི་རེད་འདི་སྡོད་ཁང་གཉིས་ཐོག་མར་གླས་ནི་རེད་དེ་གི་སློབ་ཁང་ཟིག་དེ་ནས་ལྕགས་ཁང་གཟིགས། དེ་ནས་སློབ་ཁྲིད་བྱ་བ། དེ་ལ་སོགས་དབང་ཆ་ད་ཉིས་སྟོང་ལྔ་ནས་མགོ་བརྩམས་ནས་ད་ཐོག་མར་གླེང་ནས་བྱེད། ལོ་རེ་གི་སློབ་མ་བདུད་བརྒྱ་གི་འདྲ་ཙམ་ཚུད་ན། ལོ་རེ་གི་སློབ་མ་སུམ་ཅུ་བདུད་བརྒྱ། འཛིན་གྲྭ་རེ་རེར་རེ་རེ་བདུད་བརྒྱ། ད་དེ་ལོ་རེ་ལོ་རེ་ན་བཅུ་བདུན་བརྒྱ་གི་དུས་གྲུ་བསྡུར་བྱུང་བ་ནི་རེད། དེ་སྔ་ཆ་ཐོག་མར་ང་ཆ་ལོ་ཐོག་མར་ང་ཆ་འཛིན་གྲྭ་གཅིག་ཙམ། འཛིན་གྲྭ་གཅིག་བསྡུས་བ་ནི་རེད་ད་སློབ་མ་སུམ་ཅུ་ཙམ།

སློབ་སྟོན་ཟླ་བ་འདིའི་ཉིས་སྟོང་དྲུག་གི་ཟླ་བ་བརྒྱད་པའི་ཚེས་བ་དྲུག་གི་ཉིན་མོ། སློབ་འགོ་བརྩམས་ནས་དེ་སློབ་འགོ་བརྩམས་པའི་སྐབས་སུ་སྐུ་མགྲོན་འདྲ་ཙམ་ཚུད་ན་རྟ་བོ་བློ་བཟང་དཔར་འདོན་གཙོས་པའི་རྟ་འདིའི་གྲུབ་འགོ་ཡིད་བཞིན་མགོན་པོ་ཁོང་རྣམ་པ་གཉིས་གཙོས་པའི་རྟ་འདིའི་ཕྱི་རྒྱལ་གྱི་སྐུ་མགྲོན་རྣམ་པ་དང་དེའང་ཕྱི་འདིའི་རྒྱུན་བདག་ལ་སོགས་པ་ཁ་ཤས་ཕེབས་ནས་རྟ་རྟའང་ཕྱི་འདི་རེད་དེའི་སློབ་འགོ་ཚུད་ཀྱི་དེ་གའི་མགོ་ལོག་ཁུལ་གྱི་མགོ་ཁྲིད་རྣམ་པ་རྫོང་སོ་སོ་གྱི་རྫོང་ཧོན་དང་ད་ཁུལ་འདིའི་སློབ་གསོ་ཅུས་ཀྱི་མགོ་ཁྲིད་ཚང་མ་ཕེབས་ནས་རྟའང་ཕྱི་ཅེས་སློབ་སྟོན་ཟེར་གྱི་རྒྱ་ཆེ་ཟིག

ད་ལྟ་རླུང་སྲོང་བར་འདུ་ཟེར་རྒྱུ་ཁོ་ལྟ་བུ་རེད། སྐམ་རྫི་རྫོང་ད་ལྟ་སྐམ་རྫི་སྐམ་རྫི་ཁུལ་ལྟ་བུར་རྫོང། དེའི་ས་ཆ་གི་དེ་རེད་མོད་ཀྱི་ད་ལྟ་རླུང་སྲོང་བར་འདམ་སོགས་ན་ལྟ་བུར་རྫོང་གི་རེད་དེ། ཡིད་བཞིན་མགོན་པོ་འདྲ་ཟེར་ན་བྲག་མགོ་གི་རེད། ད་སྐམ་རྫི་ཁུལ་འདི་བྲག་མགོ་རྫོང། ད་ཁོང་རྣམ་པ་གཉིས་ཀྱི་ད་ཁོང་གཉིས་ལྷོ་འདི་མཚོ་ཁ་གི་མྱང་འདྲ་ཟེར་མཚོ་ན་ཁོང་གཉིས་མྱི་གི་མྱང་མ་འཇོག་ཡིན་ན་གཅིག་བྱམས་པ་གི་གཅིག་འདི་མ་བཞག་མ་བཞག་ཡིན་ན་ས་ཆ་གི་མྱང་འདི་ཟེར་ན་དགའ་རྒྱུ་རེད་ཡག་རྒྱུ་རེད་ཟེར་ནས་ད་ད་ལྟ་བའི་ད་བྲག་མགོ་གཉིས་ཀ་ཟེར་རྫོང་ད

དྭ་ཕྲུག་ཧ་མ་ཉི་ག་མེ་ན། ཧ་མ་ཉི་ག་ཉིས་ཀ་མེ་ནི་ཐོགས་པ་རྟགས་གནས་ཚུལ་ཕྱིའི་སྐྱོ་བོ་སྤྱང་པོ་ཕྱིའི་བྱམས་པ་སྤྱང་པོ། ཕྱིའི་དབུལ་འཕོངས་མི་སྐྱོ་བོ་ད་ཏི་ལང་ཏི་སྤྱང་པོ་ལོངས་སུ་ན་ཆ་གི། གཙོ་བོ་རི་དབང་ཆང་ས་བ་ཏི་རེད། ད་ཕྱིར་ག་ཏི་ཡང་སོང་རེ་ཟི་ན་དཔེ་ཟི་ན་ད་ལོ་སོང་ཁར་འདི་འདྲ་སྟབས་བྲེལ་ཡིད་བཞིན་སྒོར་མོ་འདྲ་ཟིག་གམ་ཚོང་ཁ་ཅིག་ད་ཁོང་ཉར་རྣམ་པ་འདྲ་ཟིག་གམ་ཚོང་ད་ཁོང་ཉར་ཅིག་ཧ་ཅང་གི་ཅིག་འཛམ་གླིང་ཐོག་སྐད་གྲགས་ཡོང་ན་འདྲ་འདྲ་ཡང་མིན་ན་ཅིག་ད་སྒོར་མོ་འདི་དཔེ་འདི་མི་མང་ས

ད་སྐབས་ལས་འདི་གི་ཡོད་ན་སྐབས་ལས་འདི་གི་ད་ཁོང་ཅག་གི་དེ་ཕན་ཐོགས་ཡིག་དགོས་ས་གི་ད་མི་ཞིག་ག་ཕན་ཐོགས་ཡིན་ན་ད་ཁོང་ཅག་གི་འདི་བྱ་བ་དེ་ཁོང་ཅག་གི་བསམ་པ་བདེ་གི་སེམས་བློ་བདེ་གི་ད་དེ་ཟིག་མ་གཏོགས་ད་ཁོང་ཅག་གི་སྒོར་མོ་འདི་མི་ཟིག་ག་ངར་རྒྱག་སྐབས་ལས་འདི་མི་ཟིག་རྒྱག་སྒོར་མོ་འདི་མི་ཟིག་བཏང་གི་ད་ད་དཔེ་བཞིན་ན་ཕན་ཐོགས་ཡིན་མི་དགོས་གི་མྱི་ཟིག་ག་ཡིན་ན་ད་འཕྲོག་ལ་འཇུག་གི་དེ་རི་ག་མི་གཞན་པ་ཟིག་ག་ཁྱིམ་ཚང་སྐྱོ་བོ་ཟིག་ཡིན་ན་ཅིག་བཞག་ཅིག་སློབ་གྲྭ་འགྱོ་མི་ཐུབ་ན་ད་དེ་ལ་སོགས་པ་དེ་མི་ཟིག་ག་འདི་ཕན་ཐོགས་ཡིན་ན་ཁོང་ཅག་གི་བསམ་དེ་བསམ་པ་དེ་དུས་བདེ་གི་ཁོང་ཅག་གི་ལས་ཀ་དག་པིད་འདི་སྤི་དག་ཟིག་ག་འཇོག་གི་ཟིག་ད

ཡང་ན་ཅིག། ངོ་ཅག་གི་ལྷོ་བྲག་འདི་ཟིག་གཏད་རོགས་རེད་མི་དགོས་གི་དང་མི་དགོས་གི། དེ་ནས་ཅིག། ཕ་མ་འཛོམས་ཚར་ཕྱིན་མི་རེད། ཉལ་ཉིན་རང་ཕྱིན་མི་ཡོད་གི་ད་དུས་ལ་སོགས་བལྟ་ནི་ཞིག་ད་གཙོ་བོ་དེར་ལྟ་དགོས་ཀྱི་རྒྱུ་མཚན་ཅི་ཟེར་ན་ཁར་ཀར་ཟི་ཏཱ་ལའི་གཡུང་དྲུང། ཉིན་རང་ཆ་ག་ཅིག་ད། དཔལ་འབྱོར་གི་ཐོག་ཡིན་ན་རེད་གང་གི་ཐོག་ནས་ཅིག་ཆ་རྐྱེན་ཅིག་ཡོད་ནི་དུ་མི་ཡོད་ག། ད་དཔེ་ཆ་འབོ་ཡིན་ན་ཡང་ངོ་ཆ་ག་ནས་སྐབས་གི་འདི་འདང་རྒྱག་གི་མེད།

ད་ཁྱིམ་ཚང་རེ་ཡབ་ཅུས་དེ་ཡ་ཁྱུ་འདི་བདག་རྫ་བ་ཅིག་ཁྱུ་བདོག་ག་ཅིག་དེ་ཁྱོད་སྒོར་མོ་འདི་མི་བཟོ་ཅིག་དང་དེས་རྫ་བ་ཅིག་ཁྱུ་བདག་ཅིག་དང་ཟེར་ད་ཁོང་ཅིག་དེ་མི་ཅུས་དགོས་ཟེར། དེ་མིན་དོན་དུ་ཁོང་ཅག་གིས་ཏིག་ཏོག་བ་ཞིག་གང་ག་རེ་དགོས་ད་ཡིན་ལ་ཡིན་ན་མི་སྣ་གཅིག་གི་སློབ་གྲྭའི་ནང་བསྡུ་ཨ་ཐུབ་ཟེར་ད་ད་དགེ་རྒན་རྣམ་པ་ཡིན་ན་ཅིག་རེ་བ་ཞིག་ཡོད་གི། ད་དེ་དག་མི་ཆ་ག་ཡོད་སོང་དེའི་དུས་མི་སློབ་མ་ཁར་ཁར་དུས་མི་ཡོད་གི། དེ་བཞིན་ན་ཡ་དེའི་མར་སྟོད་གི་སློབ་མ་ཟིག་ཡ་རེད། རྟ་ཁུར་ནས་འོད་སྲུང་གཉིས་འོག་གི། གཞི་ལ་ཆེ་བ་དང་ཆགས་ཀྱི་ད་ཉིས་སྟོང་དྲུག་གི་ལོ་ནས་འང་ཆགས་ཀྱི་འདིའི་སློབ་གྲྭ་ནི་སློབ་འགོ་བརྩམས་ཏེ་ཐོག་མར་འང་ཆགས་ཐོག་མར་སློབ་མ་བསྡུས་ཏེ་འང་ཆགས་བསྡུས་འང་ཆགས། ཁུར་ཁ་ཁ་ཉིས་བྱས་ཁ་ཉིས་ཁ་ཉིས་ཏེ་དེའི་ལོ་འང་ཆགས་མ་ཐུབ་ད་རྗེས་མ་ཁ་ཆགས་ཀྱི་ད་ཁྱིམ་ཚང་གཞན་པ་ཟིག་ན་ཡོད་ནར་ཟིག་ད་ཕར་ཆིག་སྟོང་ཁྱིམ་ཚང་ཞིག་གཞན་པ་ཟིག་ཡབ་ཅུ་ཡོད་ས་གོ། གཞན་པ་རྟ་ཁ་ནི་འང་ཆགས་ཀྱི་རྗེས་མ་འང་ཆགས་ཀྱི་ལོ་ཕྱི་ལོ་སློབ་མ་བསྒྲིགས་ཏེ་ཅིག་རི་ཁ་སོང་སྟེ་ད་སློབ་མ་ངོ་མས་ད་དགུན་ཁ་མར་སྟོན་གྱི་དེའི་ཁང་དུ་མི་འབབ་ས་འདི་མི་ཟིག་རེད་དེ་ག་དེ་གྲང་ངར་ཆེ་ས་དེ་མི་ཟིག་ཡིན་པས

ཁྱིམ་ཚང་གར་ཀེར་ཀི་ད་ངུ་མའི་སློབ་གྲྭའི་ནང་ན་ངག་རྩིས་དེ་ངུ་མས་ཅི་འདོད་པ་མེད་གི། ད་དཔེ་བཞིན་ན་མ་བསྟོད་འདྲ་འདྲ་ཡང་ན་དམིགས་བུ་གཅིག་འདྲ་འདྲ་འདྲ་ད་ད་བ་མ་འདྲ་ད་ལགས་སོ་བ་གཅིག་གཅིག་ཐང་རང་སེ་འདྲ་འདྲ་ད་དེ་མ་ཡིན་པ་དཔེ་བཞིན་ན་འདི་གབ་འདི་ད་ཐིག་གི་འདི་ཁིར་ཐོང་འདྲ་ཙམ་ཚོད་ན་གཅིག་ཐང་གཉིས་ས་རིམ་ད་ཡིན་ན་ཁིར་ཅག་གི་སློབ་མ་དེ་ཡིན་གཅིག་མི་གཅིག་ཅག་སློབ་གྲྭའི་ནང་ཉོ་ང་ཅག་ཐུང་བ་ཞིག་དང་ང་ཅག་གི་བདག་འདི་མི་ཡིག་གི་ཡོད། དེ་གི་ཅིག་སྣང་བ་སྐད་དུ་བཅད་ཁྲིམས་ནི་མེད་ན་ང་ཅག་གི་བདག་ཡིག་འཛིན་ན།

ཁྱེད་རང་ཡིན་ན་ཡི་དུག་སློབ་མ་འདི་ཁུ་སློབ་གྲྭ་ངག་མ་ཐུབ་གི་ཟིག་འདི་ལྟ་དུས་ལྟ་བུ་བྱུང་འཇོག་གི། ཁར་ཁར་གི་པ་པི་པི་ནས་འཐག་པ་མེད་གི། ད་ངི་ཅག་གི་མཚམས་སུ་ངི་ཅག་འདྲ་ཟིན་མཚོན་ན། སློབ་མ་རིག་ག་འགྱོད་དུས། གཙོ་བོ་འདི། ད་འབྲོག་ཁར་གི་ས་ཆ་རེད་མོ་འབྲོག་ཁར་གི་ས་ཆ་ད་འབྲིང་འབྲིང་གི་སྟབས་མི་བདེ་ན་ས་དུ་མི་ཡོད་གི། ད་ཁྱད་པར་དང་ཅག་དེ་དམར་ཐུག་གི་ས་འདྲ་ཟིན་མཚོན་ན། ཡར་ཁ་ཡིན་རུང་ད་རེས་ཀྱི་ཁང་ཡོད་ས་དར་ཡོད་ས་དུ་མི་ཡོད་གི། ད་མཚམས་སུ་ངི་ཅག་སོང་དུས་ས་ཆ་ཁར་ཁར་ན་སྔོན་མའི་རླུང་ཁུར་མི་ཐར་གི་དེ་ངི་ཅག་རླུང་ཁུར་མུན་ནག་བཞི་ལ་གཅིག་ཙམ་ལྔ་བཅུ། དེ་གར་རྟ་ཡོད་རྟ་ཡོད་ས་ནང་ཆེར་རྟ་བཟོས་རྟ་མེད་ས་ནང་ཆེར་རྐང་ཐང་ག་སོང་སྟེ། རྟ་ནང་ནང་ཆེར་མར་ཐུག་གི་ས་ཆ་ཉིན་མོ་གཅིག་ག་སོང་སོང་ནས་ཉིན་གཅིག་གམ་ཆེ་ས་མ་མར་ག་ཐུག་འགྱོད་ས་བག་གི་བཞིན་ན་འདིའི་ཁུལ་སློབ་གསོ་གཅིག་གི་འདིའི། མི་སྣ་འདིའི་བཀྲ་ཤིས། དེ་གི་འདིའི་ཡ་དེའི་མར་སྟོད་རྫོང། འདིའི་སློབ་འབྲིང་གི་འདིའི་སློབ་གཙོ། རྟ་ལ་སོང་མ་ཆེ་ག་སོང་སྟེ་ཉི་མ་རེ་རེ་ང་ཆེ་ག་སོང་སྟེ་གཅིག་ཟ་མ་མར་ག་གཅིག་རྟ་དེ་མོ་ཡོད་གི་དེ་ཐག་རིང་སོང་ནུབ་གི་ད་འགྲོ་བ་ཆེ་ག།

ད་སློབ་གྲྭ་སར་ད་སྐྱོད་ཡོད་ཤོག་ཙེ་ད་སྐྱོད་བ་མི་ནིང་གི། ད་ཁོའི་སློབ་གྲྭ་བསྐྱལ་རྒྱུ་མིན་དེ་ད་ཁོའི་མ་ཤི་བར་དུ་ཁོའི་བདག་གིས་བགྱིས་ཡིན་ཙེ། ད་ཁོ་ཞིང་ནང་ཆེན་མཚམས་སུ་ཟུར་བཀར་བྱ་བའི་བྱ་ཡོད་ད་སྐྱོད་བཞག་གཞིས་ཀྱི་མདུན་ལམ་བ་བསམ་བློ་མཐོང། སྤྱིར་གི་མི་ཚེ་ད་སྔོན་མའི་སྒར་གའི་དུ་མི་ཏག་ཏག་རེད་ད་ཕར་ཆེར། སྒར་གའི་ལོ་དྲུག་ཅུ་བདུན་ཅུ་དུ་མི་ཏག་ཏག་གི་སྲོལ་འདི་འོག་ག། ད་བཀར་བྱ་བའི་ཉམས་ཞིག་ད། སྒར་གའི་སེང་ན་རང་གི་བུར་རྒྱུ་དྲ་ཟུམ་ཚུར་ན་རང་གི་ཚེ་ཟུར་ན་ཡོད་ན་ཅིག་སྐྱིད་པོ་བདེ་མོ་ཟིག་ཁོའི་བཞུགས་བདག་གི་ཡིད་དཔའ་ཟིག་ཡང་ཅིག་མི་འདྲ་བ་ཟིག་ཡིད་བསམ་གི་སེང་ན་བསམ་གྱི་རེད་དམ།

ད་ཐུབ་ཚེ་དེ་ནང་ཆ་སློབ་གསོ་མང་ཙམ་བཤད་དེ་སྐད་ཆ་མང་ཙམ་བཤད་དེ་ད་མཚམས་མཚམས་སུ་འཁུར་ཆ་གི་ད་ངོ་མི་རེ་བསམ་གོ། དྭངས་མ་ཁུ་སློབ་གྲྭ་མམ་ངག་བཟི་དེ་ད་འདི་ངོ་ཆ་གི་དེ་མིན་སྐད་ཆ་མང་ཙམ་བཤད་བཤད་བཤད་དེ་ད་ཁོང་ཆ་གི་འདི་ངོ་ཆ་གི་མཐའ་བར་བྱུང་གོ། དེ་མོ་ཟེར་རེད། ད་དེ་ལྟ་བུ་གནས་ཚུལ་ཡོད་གི། ད་རུང་དེའི་ནང་ནང་སེམས་ན་དང།

མ་འཚམས་རི་རྩ་བཞག་ཏུ་སྟག་འཁར་བཅས་བརྒྱ་བཞི་བཅོ་ལྔ་བར་ཨ་མ་རུ་བཞག་གོ་ནི་ཅི། བརྒྱ་བཞི་བཅོ་ལྔ་བར་ཨ་མ་གཅིག། ཨོ་ལེ་བརྒྱ་བཞི་བཅོ་ལྔ་བར་ན་མ་གཅིག། དུ་མོས་མ་འཚམས་རི་བཞག་གོ་ནི་ཅི། ད་མ་འཚམས་རྣམ་པ་གི་སྟག་གཙོ་བོ་འཁར་བཅས་ཀྱི་ལས་ཀ་ཆུ་ཚོད་བཟུང་ན་ད། གཟའ་འཁོར་གཅིག་ག་བརྒྱ་བཞི་གི་ད་འོ་ཆ་གི་དུས་རྒྱུན་དུ་རེ་གོ་དུས་རྒྱུན་དུ་བརྒྱ་བཞི་གི་གོ་འཇུ་དཀྲི་རྒྱུ་དང། ཡང་ན་གཅིག་གོ་འཇུ་རེ་ད་དུས་འདི་ཚིམ་པོ་རྒྱག་རྒྱུ། ཡང་ན་ཅིག་ཞག་བཞི་གི་དེ་ཧོང་ཨོ་ཐོ་ག་བཏོན་ནས་ད་གཙོ་བོ་ད་ཀིར་ཀིར་རང་གི་ད་ངོ་མས་ཀྱི་ཨ་མ་ཟིག་གི་ལི་ལི་ལུས་ཚང་མ་ཞག་བཞི་གླེས་ཏེ་ད་གཙོ་བོ་བདག་ཉིད་དེ་ལྟ་བུ་ཡིན་དགོས་མི་ད་ངོ་མས་ཞག་བཞི་ང་ཅག་སྨན་འཚབ་རྣམ་པ་ང་ཅག་རྒྱུན་པར་བཤད་རྒྱུ་དེ་རེད་ད་ང་ཅག་ཀིར་ཀིར་སྒྲུག་ཆམ་རྣམ་པ་ཡིན་མི་ད་རེད་ད་རང་ཉིད་ཀྱི་བུར་རྒྱུད་ལྟ་བུ་ཡིན་འདི་ཤིས་འཛིན་ཀྱོག་གཙོ་བོ་ད་འདི་འདི་དྭ་ཕྲུག་འདི་རྣམ་ཡིན་ན་ཡིན་དེ་ཞག་བཞི་འདི་ཆ་ག་དྭ་ཕྲུག་དག་དག་རེད་ད་ཅིག་ང་ཅིག་དོན་དག་མེད་ཁུ་ང་འདི་ན་གླ་བ་ཟེར་དེ་ཙམ་ཟིག་མ་ཡིན་པ་ད་ལྟ་ན་ཅིག་ཨ་མ་འདྲ་མིན་ན་གཙོ་བོ་ཨ་མ་ལྷག་བསམ་ཅན

ད་ལོའི་སྐབས་དེ་ཚོའི་བྱ་བཞིན་འདི་ལོ་བརྒྱད་དང་ཐུམ་དུ་བབ། ད་ཡིན་ན་ཅི། ལོ་ཧ་གཉིས་ན། ལོ་ཧ་གཡས་ཡོང་ན་འདི་ལག་རྟེན་གཉིས་བཟུང་རྒྱུ། དེ་གི་ད་ཁྱེད་ཁྱིམ་རུ་རྫས་ཟེར་བཟི་ར་ཁྲི་དེ་ཡོང་ན་ཁྱེད་ཐུགས་ཐིག་གཏན་ནས་འདི། གྲང་མ་ཅིག་རྐང་བ་དང་ཕར་ཆེ་ད་འདི་ཚིག་རྐང་བ་ཚིག་འོག་ཀ། ཚིག་ཅིག་རྒྱུ་ལོག་འདྲ་ཚོད་ཅིག་འགྱུར་ཡོད་འགྱུར་ཡོད་ས།

ཕྱི་ཟུར་འདིའི་སྤྲུལ་སྐལ་ཡོད་ཟེར་ན། ད་དང་མ་ང་ཆ་གས་ཅིག། འདིའི་མགོ་ལོག་ཨ་ཁྲི་དེ་ཡོང་ནས་མགོ་ལོག་ཁུལ་འདིའི་སྨན་ཁང་ན་ཅིག་བསྟུན། ད་ནི་སྨན་མི་དེ་གང་བ་དེ་ཅིག་བསྟུན་རྒྱུ་ཡོད་ས་ཨོ་གི། མེད་གི། ད་མཁར་ཁུར་གི་ཟེར་རྒྱུ་གཞི་མོ་ཁུར་འདྲ་ཟུང་ཚུད་ན་ཁོས་ལོག་བསམ་གི་ཐོག་ནས་དེ་གང་བ་དེ་ནི་མི་བཟོ་ཤོང་ནི་ཟེར་དུ་མི་བཟོས། ད་ཁུར་གི་ས་བོ་ཞིག་མེད་ད་མཚམས་སུ་ཁོས་ལོག་བསམ་ཟིན་ཁར་མཚམས་སུ་ལོ་ལྔ་གི་ཐོག་ཟིན་ད་ཕྱི་མིས་གང་ལྟ་སྤྲོད་ད་ནི་ཉུང་བ་ཟིན་རེད། ཅིག་ན་ཤོང་ནས་ལོ་གྲབས་ཟེར་དེ་གི། ང་ཆགས་འདི་ན་ཡོང་བ་དང་འདི། ཁིལ་སྨན་ཁང་ན་ཅིག་སྟོན་དེ་གི་ཅིག། ད་གློག་ཁུ་ནར་ལྟ་རྒྱུ་ཚང་མ་ཅིག་སྟེ་དཔའ་རིས་ལང་ཐུབ་མེད་ད་ཅིག་སྟོན་རྒྱུ་ཨོ་ཡོད་མོ་ཡོད་ཡོད་ན་ང་ཆགས་ཟི་ལང་འདྲ་ཁྲུང་ཁྲུང་འདྲ་ཡང་ན། སྨན་ཁང་ཅིག་ཆེ་ས་ན་ཁྲི་སྡེ་ད་ཅིག་ཤོག་ཆུ་འདྲ་ཡས་རྒྱོ་ག་ཟི་ཏི་མོ་ཟི་ང་འདྲ་དུར་དུར་དུར་དུར་བྱུང་ཡོང། རྗེས་མ་ང་ཆགས་འདི་ན་ཐོན་བཞག་དེ། ཁར་ཆགས་འདི་མགོ་ལོག་གི་འདི་སྨན་ཁང་ན་ཅིག་སྟོན་ཡོད་ས་གི། སྟོན་བཞག་དེ་ད་སྟོན་རྒྱུ་ཡོད་ས་འོག་གི་ད་ཟི་འདི་ནི་ངི་ཟི་ར་ཁྲིན་ཐོན་ད།

སློབ་མ་དེ་ཅག་གིས་ད་མགོ་རེ་ན་ཡང་ན་ཅི་འཆམ་པར་ཤོག། ད་དེ་ལ་སོགས་པ་སྨྲང་བྱ་ཤོག་འདི་བཞི་མགོ་ནི། དེ་གི་བཞམས་པ་ཆེ་ས་ནི་ད་འདི་ཁིལ་སྨན་ཁང། དེ་གི་འདི་མ་ཤིང་གི་སྨན་ཁང། དེ་གི་འདི་ན་ཅི་གིར་གི་སྨན་ཁང་འདི་སྨན་པ་དར་གྱིས་གཟིགས་སོ་ཀ། ཧོ། དེ་ལ་སོགས་པ་བཀྲ་བ་འགྲེམས་འགྲེས་དང་ད་མཚམས་མཚམས་སུ། ནད་པ་དེ་ཅག་གི་ཁྲི་དེ་གི་ཚང་མ་དེ་ཚོ་ཟ་ར་མ་རེ་ཁྲི་དེ་ཡོང་སྟེ་དེ་མི་སྟོན་དགོས་ནི།

ད་གཟའ་རྒྱན་མཐོང་རྒྱུ་སྐོར་མེད་ཐ་ན་འདི་ཡང་ཡར་འགྲོ་མར་འགྲོ་གི་ལོ་འཁོར་གླ་ཆ་ད་ལྟ་ལ་སོགས་བ་ཚང་མའི་ཆ་འཚོ་བ་འདི་བཏང་ཐུབ་རྒྱུ་གི་རེ་བ་ཡོད། ཨང་ཆ་ཞིག་ཏུ་མི་ཟེར། དེ་གི་ད་ནི་འདིའི་ཚོགས་གཙོ་རྣམ་པ་གཉིས་ཀ་འདྲ་ཙམ་ཚོར་ན་གཙོ་བོ་བཞའ་བཞི་དག་ནི་ཁོང་ཆོས་ཀ་ཉག་གཅིག་མ་གཏོགས་སྐྱེ་སངས་ཡིན་མ་ཐག་འདྲ་ཁུག་གི་མྱི་ཚེ་ནང་ན་ཆོས་ཕན་ཐོག་ཏུ་སླེབས་ལོ་ག་མྱུར་ཟིག་སྐྱེ་སངས་ཨེ་ཐུབ་པ་སོགས་བཞེས་རྒྱུ་གི་རེ་བ་གཙོ་བོ་དེ་རེད། ཨང་དེ་ལྟ་བུ་ཟེར། ད་དཔེ་བཞིན་ན་དེ་ད་ནི་སློབ་ཕྲུག

ད་ཐམ་ཟེ་ཟེ་རེད་དེ་ཚོགས་གཙོ་རྣམ་པ་གཉིས་རང་རེ་འདྲ་བཟང་ཚོ་ནི་དེ་སྐབས་ལས་མི་རྣམས་ལ་སྐབས་ལས་ཤིག་གི་ཆེད་རྒྱུར་ད་ཡིན་ན་ཡང་ཉག་གཅིག་ཡིན་ན་ཡང་ཁུ་ཅག་གཅིག་ད་མ་འོང་ན་གཅིག་འཇོན་ཐང་ཅན་དང་མི་འཇོན་ཐང་ཅན་དང་མི་གཅིག་ཏུང་ཟི་སྐྱེ་སངས་ཡིན་ཐུབ་ན་ཁོང་གཉིས་ཀྱི་སྐབས་ལས་རྒྱབ་ནོར་བ་ད་ལྟ་ཅི་རིན་ཐང་ཡོད་གི་ཟིག་ཡིན་ད་གཙོ་བོ་མིག་རིང་བ་ཏུང་ཟི་རེད། ཡང་དགེ་རྒན་དེ་ན་དངོས་མེད་དེར་མགོ་དྲིན་ཆེ། ལྷག་པར་དུ་ཁྱེད་འདི་གི་མགོ་ལོག་གི་མི་རིགས་སློབ་གསོའི་སྟེང་བརྩེ་སེམས་བཅངས་ནས་དྭ་ཕྲུག་འདི་མོ་གཟིགས་བསྐྱངས་ནོ། སྙིང་ཐོག་ནས་ཐུགས་རྗེ་ཆེ་ཞུ། མོར། ཡ་བརྩེ་ལྡན་གྱི་ལྟ་མཁན་རྣམ་པ། དེ་རིང་གི་དམའ་ཡིག་ཀུན་སློང་གི་ལེ་ཚན་དུང་ཚན་འདི་ནས་འཇོག། གཟའ་རྗེས་མའི་ནང་ང་ཚོ་ཡང་སྤྱིར་འཛད་ད་བདེ་མོ་བྱེད།